དེ་ནས་སྡར་མ་ཟེར་བ་དེ་ལ་འཇུག་ས་འཇུག་ཡུལ་ཡང་ན་དོན་དག་གོ་དོན་མ་འདྲ་བ་བཅུ་ཡོད་པ་རེད་ཟེར་བ་དེ་ད་གང་གང་ནས་ང་ཚོ་དེ་ལ་ཅིག་བལྟ། དེ་ལ་རྣམ་ཤེས་རྣམ་ཤེས་རིག་པ་ལས་ཟེར་གསུངས་པ་རེད། རྣམ་ཤེས་རིག་པ་ཟེར་བ་དེ་སློབ་དཔོན་དབྱིག་གཉེན་གྱིས་བརྩམས་པའི་གཞུང་སྐད་སྒྲ་ཆེན་པོ་ཅིག་རེད། ཨ་ནི་དེའི་ནང་ལོགས་ལ་ག་རེ་གསུངས་ཡོད་པ་རེད་ལབ་ན། ཆུ་ནི་ཤེས་བྱ་ལམ་དང་ནི། མྱ་ངན་འདས་དང་དབྱིས་ཀྱི་གཡུལ། བསོད་ནམས་ཚེ་དང་གསུང་རབ་དང། འབྱུང་འགྱུར་ངེས་དང་ཆོས་ལུགས་ལའོ་ཟེར་བ། འདིའི་ནང་ལོགས་ལ་ནི། དར་མ་ཟེར་བ་གི་ཚིག་དེས་འཇུག་སའི་ཡུལ་བཅུ་དེ་ངོས་འཛིན་གྱི་ཡོད་པ་རེད། ཤེས་བྱ་ལབ་པ་དེ་གཅིག་རེད། ཤེས་བྱ་ཐམས་ཅད་ལ་ཆོས་ཐམས་ཅད་ཟེར་གྱི་ཡོད་པ་དང། ལམ་ལབ་པའི་འདི་དགེ་བའི་ལམ་དང་སྡིག་པའི་ལས། དགེ་བའི་ལམ་དང་སྡིག་པའི་ལམ་དཔེར་ན། ང་ཚོ་ལྟ་བ་ལོག་པ་ནི་ལམ་མ་ཡིན། ལམ་དང་ལམ་མ་ཡིན་པ་ཟེར་བ་ཡིན། ལྟ་བ་ལོག་པ་ལྟ་བ་ལོག་ལྟ་བ་ལོག་པ་ནི་ལམ་མ་ཡིན་ཟེར་བ་འདྲ་འོ་དེ་དེ་འདྲ་ཡོད་པ་རེད་ཨ་ནི། དགེ་བའི་ལམ། མྱ་ངན་འདས་དང་དབྱིས་ཀྱི་ཡུལ་ཟེར་བ། མྱ་ངན་འདས་ལབ་པའི་ཟེར་བ་འདི་མྱང་འདས། དཔེར་ན་ཐར་པའི་གོ་འཕང་དང་འགོག་བདེན་དང་ཡང་མིན་ན་ཨོ་དེ་འདྲས་ལ་ཨ་ནི། མྱང་འདས་ལབ་གི་རེད་ཨ་ནི་འདས་ལ་ཆུ་ལབ་གི་རེད་ང་ཚོ་ཆུ་ལ་སྐྱབས་སུ་མཆིའོ་ཟེར་ལབ་དེ་གང་ལ་ཨ་ནི་ཆུ་ལ་གཉིས་ཡོད་པ་ར་འགོག་བདེན་དང་ལམ་བདེན་གཉིས་ཡོད་པའི་ནང་ནས་འགོག་བདེན་དེ་ཆུ་ར་བ་ཨོ་མྱང་འདས་ལ་ཡང།

ཚེ་དང་གསུང་རབ་དང་ཞེས་ལབ་པ་ར་བསོད་ནམས་ལབ་པ་འདི་ང་ཚོ་རྣར་མིན་གྱི་འབྲས་བུ་རེད་ད་བསོད་ནམས་ལབ་པ་འདི་ང་ཚོ་དགེ་བ་ཡག་པོ་ཅིག་བསགས་ནས་ཨ་ནི་བསོད་ནམས་ཡོད་པ་བརྒྱུད་ན་ཨ་ནི་རྒྱུ་ནོར་ལོངས་སྤྱོད་མང་པོ་འབྱུང་གི་རེད་ཟེར་བ་གི་རྒྱུ་ནོར་ལོངས་སྤྱོད་བདེ་སྐྱིད་ཨོ་དེ་འདྲ་ལ་བདེ་བའི་ཆུ་ཨ་འཐུང་ཆུ་ལ་བདེ་བར་གནས་པ་ཟེར་བ་དེ་འདྲ་འདུག་བ་ཨོ་དེ་འདྲ་གི་ཨ་ནི་དེ་ལ་ཡང་ཆུ་ཞིག་ལབ་གི་རེད་ཚེ་ལབ་པ་དེ་ཨ་ནི། ང་ཚོ་མི་གཅིག་གི་ཚེ་སྐྱེ་བ་ནི་མ་ཤི་བར་དེ་ལ་ཚེ་ཟིན་ལབ་ཀི་རེད་དེ་ལ་དཔེར་ན། སོ་སོ་སྐྱེ་བོ་རྣམས་ནི། མཐོང་བའི་ཆོས་ལ་མངོན་པར་ཆགས་པ་ཡིན་ཟེར་བ་འདྲ་བོ་དེ་འདྲ་ཡོད་རེད་དེའི་སྐབས་ཀྱི་མཐོང་བའི་ཆོས་ལབ་པའི་དེ་ཚེ་ཟིན་ལབ་ཀི་རེད་ཚེ། མ་ཤི་སྐྱེ་བ་ནི་མ་ཤི་བར་གྱི་གནས་པའི་གོ་རིམ་དེ་ལ་ཚེ།

ཨེ་ནི་དེ་ལ་འཆི་བའི་ཆུ་ཟིལ་ལོག་གིན་འདུག་བར་དུ་ཆུ་འཆི་བའི་ཆུ་ཟིལ་ལོག་གིན་འདུག་འོན་ཏེ་འབྱུང་འགྱུར་དེ་ལ་ཡང་ཆུ་ཞེས་པའི་སྒྲ་དེ་འཇུག་གི་རེད། དེ་ནི་ངའི་དང་ཟིལ་ལབ་འདུག་ངའི་དང་ཟིལ་ལབ་པ་ཡིན་ན་ངེས་པ་ཅན་བགྲང་བྱའི་ཡོད་པ་ཐག་ཆོད་པ་ཏན་ཏན་ཨེ་ནི་ངས་བསྟན་ཡོད་པ་དེ་འདྲ་ལབ་དགོས་རེད་དཔེར་ན་ཨེ་ནི་དགེ་སློང་གི་ཆུ་ཤེས་ཟིལ་ལབ་དེ་གང་ལ་དགེ་སློང་གི་སྡོམ་པ་ཤེས་རེད་བ་ཨེ་ནི་སོགས། སྲོག་མི་གཅོད་པ་མ་བྱིན་པ་མི་ལེན་པ་མི་ཚངས་སྤྱོད་མི་སྤྱོད་པ། རྫུན་མི་སྨྲ་བ། དེ་བཤད་དེ་ལ་ནི། དགེ་སློང་གི་ཆོས་བཤད་ཟེར་ལབ་པར་ངས་བསྟན་ཡོད་པར་གདའ། ངས་དང། ད་ནི། ཆོས་ལུགས་ལའོ་ཟེར་ལབ་པར་འདིའི་སྐབས་ཀྱི་ཆོས་ལུགས་ལ་བས་དེ་ག་རེ་ལབ་ན་ལུགས་སྲོལ་ཟེར་ལབ་ཀྱི་ཡོད་རེད། ལུང་པ་སོ་སོ་ལ་ལུགས་སྲོལ་མ་འདྲ་མ་འདྲ་བ་ཡོད་པ་དེ་བས་ཆ་བཞག་ན། ནི། རྒྱ་ནག་གི་ཡུལ་ཆོས། བོད་ཀྱི་ཡུལ་ཆོས་ཟེར་བ་འདྲ་ལུགས་སྲོལ་ལོ་རེ་བཞིན་ཕ་མེས་ལ་དུར་མཆོད་བྱེད་པ་དེ་རྒྱ་ནག་གི་ཡུལ་ཆུ་ཡིན་ཞེས་ལབ་ན་འགྲིག་གི་རེད། ང་ཚོ་རྒྱ་ནག་གི་ལུགས་སྲོལ་ལ་ལོ་རེ་རེ་བཞིན་དུ་སོ་སོའི་མེས་པོ་གོང་མ་ཚོས་དུར་ས་ལ་འགྲོ་ནས་མཆོད་པ་ཕུལ་གི་འདུག་འོ་དེ་འདྲ་བས་ན་རྒྱ་ནག་གི་ཡུལ་ཆུ་རེད་དོ་ཡོད་རེད་འོ་དེ་ལུགས་སྲོལ་རྒྱ་ནག་གི་ལུགས་སྲོལ་རེད་དོ་ཡོད་རེད་དེ་ལ་ཡང་ཆུ་ཟེར་བ་གི་མིང་དེ་འཇུག་གི་རེད། མདོར་ན་ཆུ་ཟེར་བ་འཇུག་ས་གི་དོན་བརྗོད་ཡོད་པ་རེད། འོ་དེ་འདྲ་ཅིག་རེད་ད་དེ་རིང་གི་ང་ཚོའི་སློབ་ཚན་འདི་ནས་མཚམས་འཇོག་ཅིག་བྱེད་ཚང་མ་ལ་ཐུགས་རྗེ་ཆེ།